ཐུགས་ཆེན་འདབ་མ་ཀུན་ནས་རྒྱུ་རུ་འཇིག་རྟེན་གསུམ་གྱི་ཁོང་ཁྱབ་པའི་ཐུའང་པདྨ་དཀར་པོའི་བཞད་པས་དེ་རིང་བདག་འདྲའི་ཡུལ་ཚོར་སྐྱོངས་མི་མཆིས་དབྱིངས་ཀྱི་ཕོ་བྲང་དུས་གསུམ་སངས་རྒྱས་ཀུན་གྱི་ངོ་བོ་ཉིད་རང་གསུམ་ཆོས་སྐུ་མངོན་སུམ་དུ་མཛད་པ་རྩ་བའི་བླ་མེད་བཞག་ལ་སོགས་འདིར་ཡོན་ཏན་སངས་རྒྱས་ཀུན་དང་མཉམ་ན་ཡང་དགའ་ལྡན་སངས་རྒྱས་ལས་ཀྱང་ལྷག་པའི་དྲིན་ཆེན་རྩ་བའི་བླ་མར་གསོལ་བ་འདེབས། བདག་སོགས་འདྲ་བའི་བློ་སྣང་ཆོས་ལ་བསྒྱུར། གནས་ལུགས་རྟོགས་པ་རྒྱས་པར་བྱིན་གྱིས་རློབས། གང་དག་ཚུལ་འདུས་སྟོན་ཀའི་འཇིག་རྟེན་ན། བདེ་གཤེགས་སློབ་མར་འགྱུར་བ་གང་སུ་དག། དེང་འདིར་དམ་པའི་ཆོས་ཀྱི་ཆར་འབེབས་ཀྱིས། སེམས་པར་འདོད་པ་ཐམས་ཅད་འདིར་བྱེད་ཅིག། གསུང་ཚིག་ཡན་ལག་རྒྱ་མཚོའི་སྒྲ་སྐད་ཀྱིས། རྒྱལ་བ་ཀུན་ཡང་ཡན་ལག་རྣམ་དག་པ། འགྲོ་བ་ཀུན་གྱི་སེམས་པ་གཅིག། སངས་རྒྱས་གསུང་ལ་རྟག་ཏུ་འཇུག་པར་བགྱི། མ་གྱུར་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་རྣམ་པ་ཐམས་ཅད་མཁྱེན་པ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་ཐོབ་པར་བྱ། དེའི་ཆེད་དུ་ཐེག་པ་ཆེན་པོའི་ཆོས་མཉན་བྱས་སྒོམ་འདྲེན་གྱི་སྒོ་ནས་ཉམས་སུ་བླང་པར་བགྱིའོ་སྙམ་པས། བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་འབོད་དང་བཅས་ཏེ་གསན། བདག་ཡང་ང་དང་ཞི་ཁྲོ་ལྷན་རྒྱས་ཚང་མ་ལས་སྔ་མོ་རྒྱུད་ལས་བཞི་སྟེ། དེ་ནི་ད་ལྡང་ཚགས་པ་དེ་ནི་ང་དང་ཡིན། དེ་མུན་རྒྱས་པ་བོ་བཞུགས་ག་འཇོ་སྟེ་ནོ། ད་དེ་མུན་རྒྱས་པ་ཐོན་ཏེ་ད་དེ་རིང་དེ་ནི་དེ་མུན་བསྡུས་པ་བཞུགས་སྟེ་ད་ང་དང་ཡིན། ངོ་མཚར་སངས་རྒྱས་སུ་གྱུར་ཏེ་ད་ང་དང་ཚང་མས་ཁྱེད་ནི་འཇུག་དང་ཡིན་ནོ་ལེ་བའོ་ད་ལྟའི་ཚིག་འགྲེལ་མདོར་བསྡུ་ཞིག་ཞུས་ན་བསམ། ད་ཡིན་ངོ་མཚར་སངས་རྒྱས་བོ། དེ་ནི་ད་ལྷག་པར་དུ་དེ་ནི་མ། དེ་མུན་བྱིན་རླབས་ཅན་ཁྱད་པར་ཅན་ཡིན་ནོ། ཞེས་ཞུས་ན་ལེ། ད་ཡིད་དེ་མ་འདོད་སའོ། དེ་ནས་སངས་རྒྱས་སྣང་བ་དག་ཡས། ཡང་མི་གནས་ལུང་མགོན་པོ་འོད་དཔག་མེད་ཁོང་རང་ཡང་མངོན་སུམ་མ་དེ་ནས་སྤྲུལ་སྐུ་མི་འགྱུར་རྡོ་རྗེའི་དགོངས་ལུགས་བཅུ་གསུམ་གསེར་བྱང་གི་ལོ་སཱཀྵ་ལྟ་བའི་ཚེས་བདུན་གྱི་ཉིན། དེ་ནས་མགོན་པོ་འོད་དཔག་མེད་གཙོ་འཁོར་ཚང་མ་མངོན་སུམ་མ་ཞལ་གཟིགས་ཏེ། དེ་ནས་སྤྲུལ་སྐུ་མི་འགྱུར་རྡོ་རྗེ། འདི་རྣམས་མ་ལ་སྲུང་བ་ཛབ྄་ཀན། བསྐྱོད་པ་སངས་ཐ།

དགེ་སློང་ཆོས་སྐྱོན་བྱུང་ན་བཞུགས་པ་ནས་ནི་སྐུའི་སྐྱེ་བ་བཞེས་སུ་བཞུགས་སུ་ཡོད་བཀའ་ནོག་སངས་རྒྱས་འོད་དཔག་མེད་པོ་དེ་ནས་ད་སྔོན་སློབ་པ་ལམ་གྱི་ན་སྐལ་པའི་ཡིན་ནོ་བ་ལས་ད་ཀོང་གསང་མ་རྒྱལ་སོའི་སྔོན་ལ་དགེ་སློང་ཆོས་སྐྱོན་བྱུང་བས་སུ་སྐུའི་སྐྱེ་བ་བཞེས་པའི་སྐབས་ལ་སངས་རྒྱས་འཇིག་རྟེན་དབང་ཕྱུག་རྒྱལ་པོ་དེ་ནི་འཇིག་རྟེན་ལ་ཕེབས་སུ་ཆོས་ཀྱི་འཁོར་ལོ་བསྐོར་བ་བཟོ་དང་བཀའ་ནོག་སངས་རྒྱས་འཇིག་རྟེན་དབང་ཕྱུག་རྒྱལ་པོ་ཕེབས་པའི་དུས་ལ་ལ་དེ་ནི། སྐུ་ཚེ་དཔག་ཏུ་མེད་པ་དང་མི་ལོ་བྱེ་བ་ཞིག་བྱས་སྲིད་དེ་ནི་དེ་གཟུགས་ཀྱི་དེ་ནི་བདུད་བཟང་པོ་ཞིག་ཡིན་ཀ་ནོག་དེའི་བདུད་ལ་ལ་དེ་ནི་གོང་ཕེབས་སྟེ་དེ་ནི་སངས་རྒྱས་ཆུ་ཚན་འོང་ཤུགས་རྒྱལ་པོའི་དྲུང་དུ་ལོ་མང་པོ་ཞིག་བཞུགས་སྟེ་ལས་དེའི་དགོས་འདུན་ལ་དེ་ནི་སངས་རྒྱས་བྱེ་བ་ཕྲག་ཁྲི་བརྒྱ་སྟོང་ཕྲག་བརྒྱ་བཅུ་རྩ་བཅུ་གིས་དེ་ནི་ཞིང་ཁམས་ཀྱི་བཀོད་པ་སེམས་ཅན་གྱི་འགྲོ་དོན་སྐུ་ཚེ་མཛད་པའོ། ད་དེ་ན་ནང་བཞིན་ལ་དེ་ནི། འགྲོ་དོན་རྒྱ་ཆེ་ཆུང་ཚང་མ་མང་པོ་ས་འདི་ས་འདི་མཐར་ཐུག་ཁོང་སྨོན་ལམ་པོ་ད་ཨི་སངས་རྒྱས་བྱེ་བ་ཁྲག་ཁྲིག་བརྒྱ་སྟོང་ཕྲག་བརྒྱ་བཅུ་རྩ་གཅིག་གི་དེ་ནས་སྐུ་ཚེ་ཙམ་ཞིག་བཞུགས་སུ་ཡོད་འགྲོ་དེ་མ་འོངས་པ་ན་ང་སངས་རྒྱས་པའི་སྐབས་ལ་དེ་ནས་ངའི་སྐུ་ཚད་འགྱུར་ཞིག། ད་ཨི་སངས་རྒྱས་བྱེ་བ་ཕྲག་ཁྲི་བརྒྱ་སྟོང་དང་བརྒྱད་ཅུ་རྩ་གཅིག་གི་ཞིང་ཁམས་ཀྱི་བཀོད་པ་ཙམ་ཞིག་ཡོད་དོ་དེ་ཚང་མ་ཕྱོགས་གཅིག་ལ་སྡོམ་ཁ་ནང་བཞིན་ནི་ངའི་ཞིང་ཁམས་དེ་ནི་འགྱུར་ཞིག་འོ་ད་དེ་ན་ནང་བཞིན་དུ་ནི་ཨི་སངས་རྒྱས་བྱེ་བ་ཕྲག་ཁྲི་བརྒྱ་སྟོང་དང་བརྒྱད་ཅུ་རྩ་གཅིག་གི་སེམས་ཅན་གྱི་འགྲོ་དོན་ཙམ་ཞིག་མཛའ་དེ་ཡོད་དོ་དེ་ཚང་མ་ཕྱོགས་གཅིག་ལ་སྡོམ་ཁ་ནང་བཞིན་ནི་འགྲོ་དོན་དུ་ང་མ་འོངས་པ་ན་སངས་རྒྱས་པའི་སྐབས་ལ་དེ་ནི་ཡོང་ཞིག་དེ་མེད་ན་ལ་དྭགས་ཏེ་ཙོག་སྦྲུལ་པ་ཀ་མེད་ན་ཀ་ཏོ་དེ་ནི་ང་སངས་མ་བརྒྱ་ཞིག་སྔོན་དུ་སོང་ཟེར་ཀ་ནོག་པ་ཡིན་ན་ཁོང་སངས་མ་བརྒྱ་ཞིག་མོ་གནང་ནས་དེ་ནི་ཁོང་སྨོན་ལམ་ཡོངས་སུ་རྫོགས་པར་སྒྲུབ་ཅེས་ཟེར་སྟོབས་ཕུན་སུམ་ཚོགས་པར་སྒྲུབས་ཀ་ནས་བཞེས་ཏེ་ལས་དེ་ནི་ཁོང་སངས་རྒྱ་ཟ་ཟ་སྟེ་སངས་རྒྱ་འོད་དཔག་མེད་པར་འགྱུར་ར་ཟ་སྟེ་བཞུགས་སྟེ་ནོག་ཏའི་ཞིང་ཁམས་པོ་ཏཱ་སངས་རྒྱ་བྱེ་བ་ཁྲག་ཁྲིག་བརྒྱ་སྟོང་ཕྲག་བརྒྱད་ཅུ་རྩ་བཅུ་སངས་རྒྱ་བཅུ་མགོན་གྱི། ཡོན་ཏན་བཀོད་པ་ཐམས་ཅད་གཅིག་ཏུ་འབར། ཞིང་ཁམས་ཀུན་ལ་ཁྱད་རྟོགས་བླ་ན་མེད། སོགས་ཚིག་དང་ལྔ་དང་བདུན་མ་འགྱེད་བཟོད་གནང་ནས་གསུངས་སྟེ་ར་བ་ལས་འོ་ད་ཞིང་ཁམས་ཀུན་ལ་ཁྱད་རྟོགས་བླ་ན་མེད་པ་བཞུགས་སྟེ། ད་ཞིག་བདེ་བ་ཅན་ནི་ཞིང་ཁམས་མི་ཚངས་བཀོད་པ་ཁྱད་པར་དུ་འཕགས་པ་ཞིག་ཞིང་ཁམས་མཁའ་འགྲོ་བཞུགས་སྟེ་སྨྲས་པ། ནོ། བདེ་གཤེགས་པ་གསང་སྟེ་ནི་དེ་ལྟ་བུའི་ཞིང་ཁམས་བུ་མོ་ངོ་མཚར་ཅན། ཁྱད་པར་དུ་འཕགས་པ་ཡིན་ནོ། ལ་ཨོ་ད་ཏི་པས་དེ་ནི་ཧེ་ལེན་ཚོང་ཁང་ནས་ཚིགས་སུ་ཨེ་མ་ཧོ་ཟེར་ཏེ་ང་དང་ལགས་པ་ཚང་མ་ཨོ་ཧོ་ཟེར་ཏེ་བཅུག་ཟེར་དོ་ལེ་ང་དང་བཅུག་གི་ཧེ་ལེན་ཆ་ཤ་ཟེར་གྱི་ཨ་ཟུག་གུ་ན་ཞིག་མཐོང་ན་ཡ་ལོ་རྒྱུས་ཞིག་ཚོར་ན་ལེ་ཨོ་ད་ཏི་ཚོགས་ལ་ཨེ་མ་ཧོ་བཞུགས་ཏེ་ངོ་ཚ་ལེ་ཚིགས་པོ་བརྗོད་དེ། ད་ཏི་ན་བཞུགས་སྐལ་པོ་སུ་ཡོད་ཀྱི་ནོ་ཞེ་ན་ད་བདེ་བ་ཅན་ནས་ཞིང་ཁམས་ན་སངས་རྒྱས་སུ་སྣང་བ་ད་ཡིས་བཞུགས་སྟོད་དཀའ་ནོ་ཞེས་ངོ་ཚར་ཅན་གྱི་སངས་རྒྱས། སངས་རྒྱས་གང་ལའང་སྨྲ་སྐུ་ཚེ་དཔག་ཏུ་མེད་པ་བཞུགས་ཏེ། འདི་ནི་སྐུ་ལས་ཚེ་ཕྱི་དཔག་ཏུ་མེད་པ་བཞུགས་སྟེ་ཡོད་དཀའ་ནི་བཞེར་ཏེ་ལས་དེ་ནི་ངོ་མཚར་སངས་རྒྱས་སྣང་བ་མཐའ་ཡས་སུ་དང་སྣང་བ་མཐའ་ཡས་པོ་དཀའ་གཟུགས་སུ་བཞུགས་སྟེ་བསྐལ་མ་ཐུགས་ལ་དགོངས་ན་བདག་དང་སྒོ་མ་བཞུགས་པའི་ནང་བཞིན་ཡིན་ནོ་ང་དང་འདི་ནི། སངས་རྒྱས་འོད་དཔག་མེད་པའི་སྐུ་མདོག་དམར་པོ་པདྨ་རཱ་གའི་ལྷུན་པོ་ལ་ཉི་ཤར་མཆེ་བ་མུ་འགྱེད་འཁྱུད་པའི་གཟི་བརྗིད་ཅན་དབུ་ལ་གཙུག་ཏོར་དང་ཞབས་ལ་འཁོར་ལོ་ཚན་བཟང་པོ་སུམ་ཅུ་རྩ་གཉིས་དཔེ་བྱད་བཟང་པོ་བརྒྱད་ཅུས་སྤྲས་པའི་བདག་ཉིད་ཅན། དེ་ནས་ཞབས་གཉིས་སུ་རྡོ་རྗེ་སྐྱིལ་མོ་ཀྲུང་བ་བཞུགས་སྟེ་ལས། འོག་ཏུ་ཆོས་གོས་རྣམ་གསུམ་གསོལ་ཏེ་ད་ཆོས་གོས་རྣམ་པ་སུམ་བཞི་སྟེ་ཆོས་གོས་བླ་གོས་སྔོན་པོ་ཆོས་གོས་སྣམ་སྦྱར་དམར་སེར། དེ་ནས་ཆོས་གོས་མཐང་གོས་དམར་པོ་བཞུགས་སྟེ་ལས། ད་མཐང་གོས་བཞུགས་ནས་ཤིང་རྟ་བ་བཞུགས་ནའོ། འོག་ཏུ་དེ་གཟུགས། དེ་ནས་ཆོས་སྐུའི་རྣམ་པ་གསུམ་གསོལ་ཏེ་ལེགས། དེ་ནས་རྨ་བྱ་ཆེན་པོའི་རྒྱལ་གྱིས་བཏེགས་པའི་དེ་ནས་སེང་གེའི་ཁྲིའི་སྟེང། རྨ་བྱ་ཆེན་པོའི་རྒྱལ་གྱིས་བཏེགས་པའི་ཁྲིའི་སྟེང་དུ། དེ་ནས་དཀར་སིལ་ཟླ་བའི་གདན་ལ། དེ་ནས་མངོན་སུམ་ཅན་དུ་བཞུགས་སྟེ་གཡོ། སངས་རྒྱས་སྒོ་མ་འཛག་བྱེད་སྐུ་རྟ་མདའ་ལྔ་དང་སྡེ་མ་འགྱེད་སྤེལ་སྣང་བ་ལས། རྟེན་ཚོགས་བྱིན་བསལ་དག་པ་བཞུགས་སྟེ་བཞུགས་བདག་ལས། དང་རྒྱུད་བཞི་བདེ་བ་ཅན་ལ་སྐད་ཅིག་སྲིད་པའི་ང་དང་རྒྱུད་བཞི་ས་མགོ་ས་དར་རྒྱུད་བཞིའི་ནང་ངེས་མགོ་མ་བསྟན་ཚོགས་བྱིན་གསར་གདབ་པ་ཟེར་ག་འདུག་འོ་ད་ལྟེ་འོད་ཚང་སེང་ག་ན་ཨི་ན་དེ་ནས་བསྟན་ཚོགས་བྱིན་གསར་གདབ་པའི་ནང་ལས་སངས་རྒྱས་འོད་དཔག་མེད་ཁོང་རང་སྒོ་མ་མཛའ་བཅས་དང་དེ་ནས་དེ་གཡས་སུ་ཇོ་བོ་ཐུགས་རྗེ་ཆེན་པོ་འཕགས་པ་སྤྱན་རས་གཟིགས་ཞལ་གཅིག་ཕྱག་གཉིས་པ་དེ་ནས་ཕྱག་གཡས་པ་དེ་ནས། སྐྱབས་སྦྱིན་གྱི་ཕྱག་རྒྱ་མཛད་དེ། དེ་ནས་ཕྱག་གཡོན་དམར་པོ། དེ་ནས་གྱེན་ལ་ཐུགས་ཀར་ཁ་དྲང། དེ་ནས་ལྷའང་མཛད་དེ། དེ་ནས་དཀོན་མཆོག་གསུམ་མཚོན་གྱི་ཕྱག་རྒྱ་བཞུགས། དེ་ལས་དེ་ནས། མཛུབ་མོ་གུང་མོ་མཐེབ་ཆུང་གསུང་ལྷའང་མཛད་དེ། ལྷའི་མཛུབ་ནང་མཐེ་བོང་མི་སྐྱེ་བར་ལ་མེ་ཏོག་པདྨ་དཀར་པོ་བསྣམས་ཏེ་སྟོན་ཏོ། དཀོན་མཆོག་གསུམ་མཚོན་གྱི་ཕྱག་རྒྱ། དེ་ནས་མེ་ཏོག་པདྨ་དཀར་པོའི་སྡོང་བུ་ཐུགས་ཀར་བསྣམས། དེ་ལས་དེ་ནས། མེ་ཏོག་པདྨ་གཉན་གྱི་ཐད་ཀར་ཁ་བྱེ་བ། ལོ་ཏོག་གཉན།

འོ་ད་ལྟེའུ་ལ་དེ་ནི་ཕྱག་གཡས་སུ་བལྟ་བ་དེ་ནི་ཡང་སྐྱབས་སྦྱིན་གྱི་ཕྱག་རྒྱ་སྐྱབས་སྦྱིན་ཕྱག་རྒྱ་བདག་ལ་ལྟ་ན་ནི་མཚུངས་སུ་མེད་ལ་ལས་འོ་ད་ལྟེ་གསུམ་ཀའི་ནང་བཞིན་ལ་དེ་ནི་སྐྱབས་སྦྱིན་གྱི་ཕྱག་རྒྱ་བོ་དྷེ་བོང་བུ་ཕྱག་ཐིག་ལེ་དང་སྟེ་ཕྱག་བུ་ཕྱག་དབང་སར་ཀ་ནས་ཚུར་ལ་ཐུར་ལ་བརྐྱང་སྟེ་བཞད་པིང་ཁ་སྦྲང་བུ་ལ་བརྐྱང་སྟེ་བཞུགས་སུ་ཡོད་དེ་ནོ། བཞད་པིང་ཁ་སྦྲང་བརྐྱང་སྟེ་ལས་དེ་ནི་གསང་བདག་སེང་ག་དང་ཕྱག་དབང་སར་བྱས་སོ་ཚུར་ལ་དེ་ནི་སྐྱབས་སྦྱིན་པའི་ཕྱག་རྒྱ་བཞུགས་སྟེ་དེ་ནི། འདི་ཟོ་བའི་ཚུལ་ལ་འདི་ནི་རྐྱང་རྩ་དེ་བཞུགས་སུ་ཡོད་ཤོད་ལོ། འོ་ད་ཡོན་མ་འོ་དེ་ནི་དཀོན་མཆོག་གསུམ་འཛིན་གྱི་ཕྱག་རྒྱའི་མེ་ཏོག་པདྨ་དཀར་པོ་རྣམས་སུ་ཡོད་སྐྱོན་ནོ། འདི་ནི་མེ་ཏོག་པདྨ་དཀར་པོའི་གད་ཐོག་པོ་ལ། འདི་ནི་གསང་སྔགས་ཀྱི་བདག་པོ་ཡིན་པས་བརྟགས་ལ་འདི་ནི་གསེར་གྱི་རྡོ་རྗེ་རྩེ་ལྔ་པ་བཞུགས་རྣམས་སུ་བཞུགས་སུ་ཡོད་བསམ་ཚུལ་དང་འོ་ད་དབུ་ལ་དབུ་རྒྱན། སྙན་རྒྱན་མགུལ་རྒྱན་ཕྱག་གདུབ་ཞབས་གདུབ་དཔུང་རྒྱན། ལ་སོགས་སོ་དེ་ནི་སྐུ་སྟོད་ལ་སྟོད་གཡོགས་སྐུ་སྨད་ལ་སྨད་གཡོགས་དེ་ནི་སྐུ་རེག་དར་དཔྱངས་ལ་སོགས་སོ་དར་གྱི་ཕྱིར་སྒོ་ལྔ་དང་རིན་པོ་ཆེ་རྒྱན་བརྒྱད་ཀྱིས་སྤྲས་ཏེ། སེམས་དཔའ་གཉིས་ཀ་དེ་ནི་ལོངས་སྐུའི་ཕྱིར་རྫ་སྟེ་བཞུགས་སྟེ་ཡོད་དེ། ལོངས་སྐུའི་རྒྱན་ཆ་བཞུགས་གསུམ་གྱིས་སྤྲས་སྟེ་བཞུགས་སྟེ་ཡོད་བསམས་སྟེ་བསྒོམས་ཟིན་ནས། དེའི་མཐའ་སྐོར་ལ་སངས་རྒྱས་བྱང་སེམས་དཔག་མེད་འཁོར་གྱི་སྐོར་ཟེར་ཏོ། སངས་རྒྱས་དང་བྱང་ཆུབ་སེམས་དཔའ་དཔག་ཏུ་མེད་པ་དེ་ནི་མང་པོ་སྐོར་དེ་ལས། དེས་སངས་རྒྱས་ཚང་མའང་སྐུ་གཟུགས་བར་ཆད་ཆུང་མ་ནི་མེད་པ། དེ་ནས་ཚང་མས་དེ་ནི་སྐུ་མདོག་གསེར་གྱི་མདོག་ཅན། ནང་སྔ་མོ་རྒྱ་མཚོའི་ཆུན་པོ་ལ་ཉི་འོད་ཕོག་པ་ནང་བཞིན་ནི་སོགས་ཚུལ་འདི་ཕྱག་མཐིལ་མ་ངེས་བསོད་ནམས་སོགས་ཚིག་ཡོད་དཱ། འོག་ད་དེ་གསུངས་པ་ནི་ནང་བཞིན་ལ་དེ་ནི་གསེར་ལྟེམ་ལྟེམ། དེ་ནི་ཆུ་བོའི་རྣམ་པ་གསུམ་གསོལ་ཏེ་དེ་ནི་སངས་རྒྱས། བྱང་སེམས། དཔག་ཏུ་མེད་པའི་སྒོ་ནས་བསྐོར་ཏེ་བཞུགས་སུ་ཡོད་བསམ་སྟེ་བསྒོམ་བྱས། ད་ལྟའི་བར་ལ་དེ་ནི་རྟེན་མཆོག་ཆུང་སར་གདབ་པ་ཚང་ཟིན། འོ་ད་ལྟའི་སྒྲུང་དུ་དེ་ནི་རང་རང་སོ་སོའི་ལྟ་སྟོད་རྒྱུན་དུ་དེ་ནི་ཕྱག་ཕུལ་ཆོས་མཆོད་དཔའ་ཕུལ་ཆོས། འོ་ད་ཕྱག་འཚལ་བ་དང་མཆོད་སྦྱིན་བཤགས་པ་དང་རྗེས་སུ་ཡི་རང་བསྐུལ་ཅིང་གསོལ་བ་ཡི་དགེ་བ་ཅུང་ཟད་བདག་གིས་ཅི་བསགས་པ་ཐམས་ཅད་རྫོགས་པའི་བྱང་ཆུད་ཕྱིར་བསྔོ་ཟེར་ག་ནང་བཞིན་དེ་ནི་ཡན་ལག་བདུན་གྱི་སྒོ་ནས་ང་དང་ཚོགས་བསོད་ནམས་ཉི་མ་རེ་རེ་ན་བསགས་བྱས།

དེ་ལོ་བརྒྱད་ནས་སྣང་ཚེ་འཇལ་གཏོང་ཤོག་ཟེར་མཁན་ཚགས་པ་ད་མོ་རྣམས་པོ་ཡིན་ནོ། ད་དེ་ལྟ་བུ་དེ་ནི་སངས་རྒྱས་སྣང་བ་མཐའ་ཡས་བཞུགས་ས་ཀ་ནས་དེ་ནས་བཞེངས་བུ་ལ་ཅི་བྱོན་ནོ་ཞུ་ན་ལས་བདེ་བ་ཅན་བྱོན་ནོ། འོ་ད་བདེ་བ་ཅན་པོ་དེ་བཞིན་གཤེགས་པའི་རང་བཞིན་མ་གཏོགས་དེ་ནི་སྡུག་བསྔལ་ལས་མིང་ཙམ་གྱིས་ཡང་འཚོ་བྱེད་དུ་མི་བསྟན་ནོ། དེ་ནི་ངན་སོང་གསུམ་དང་སྡུག་བསྔལ་ལས་བསྒྲགས་མི་བསྒྲགས་གསུང་དུ་བསྡང་གསུང་དུ་མི་བསྡང་ལས་འོ་ད་དེ་གསུང་པའི་རྣང་བཞིན་ལ་དེ་ནི་ང་དང། སྡུག་བསྔལ་ལས་མིང་ཙམ་ཀྱང་བཟོ་བཅོས་མེད་ཀྱང་བདེ་ཞིང་སྐྱིད་པའི་རང་བཞིན་ཤོད་པ་དང་དེ་ནས་བདེ་སྐྱིད་ངོ་མཚར་དཔག་ཏུ་མེད་པ་ཡིན་གསུངས་ཚུལ་ལས་དེ་ནི། བདག་སོང་གནས་བཞུགས་སྐལ་ནང་ཞིང་ཡིན་ལོག་སངས་རྒྱས་བྱེ་བ་ཁྲག་ཁྲིག་བརྒྱ་སྟོང་དང་བརྒྱད་ཅུ་རྩ་གཅིག་གིས་དེ་ནས་ཞིང་ཁམས་ཀྱི་བཀོད་པ་ཚང་མ་ཕྱོགས་གཅིག་ཏུ་བསྡོམས་སྐལ་ནང་ཞིང་ནས་ཡོན་ཏན་དཔག་ཏུ་མེད་པ་ཚང་དུ་བཞུགས་སུ་ཡོད་སྐལ་ནས་བཞེས་ཏེ་ལས་དེ་ནས་ཞིང་ཁམས་ཀུན་ལས་ཁྱད་པར་དུ་འཕགས་སོ་དེ་ནས་བདེ་བ་ཅན་བཞུགས་སྟེ་ཡོན་ཏན་དཔག་ཏུ་མེད་པ་ཡིན་འདི་ནི་བདེ་བ་ཅན་ཞེས་བྱ་བའི་ཞིང་ཁམས་དེར་སོགས་དང་བདེ་བ་ཅན་ཟེར་འཇིག་དང་གཞུ་སྐམ་པོ་བཞུགས་ན་ལེགས་ཞེས་བྱ་བ་ཟེར་ན་ལེགས་ཡིད་གཟུགས་མ་བསྟོད་གཞུ་སྐམ་པོ་སུ་དེ་ང་དང་བར་སྐལ་ལ་བབ་ན་ལེགས། འོ་ད་ལྟེ་བ་དེ་ནི་དེ་བདེ་བའི་ཞིང་ཁམས་དེ་རུ། བདག་ནི་འདི་ནི་ཚེ་རྫོགས་གྱུར་མ་ཐག་སུ་དེ་ལ་འོ་ད